ཡང་ཏི་སེ་ཏོ་ཟི་ཅེས་རྣམ་པ་སུ་དགུ་གི་དུས་སུ་དེ་ནི་རྣམ་པ་སུ་ཚང་མ་ལ་ཨ་ནི་དགུ་ཟེར་ཞེས་ཡིན་དང་པོ། ད་ང་ཚོ་ད་རེས་ད་རེས་ནས་འགོ་བཙུགས་ཏེ་བློ་རིག་གི་འཆད་ཁྲིད་དེ་ད་རེས་ནས་འགོ་བཙུགས་དགོས་སྐོར་བ་དེ་འདྲའི་ཡི་གེ་རྩ་ནི་ཨ་ནི་འདིའི་ནང་ལོ་ངེས་མ།

གཉིས་གཉིས་གར་སོང་ང་ཚོ་ལྟ་འདི་རག་སློང་ཚེ། ད་སྔན་མ་སྦྱང་ཚ་མཆོག་གིས་ད་སློང་མ་རྙིང་པ་ཡོད་ར་བ་སྔན་མ། འདི་རག་སློང་ཚད་ཡག་པོ་སྦྱང་ཡོད་ན། ད་བློ་རིག་སྦྱང་ཡ་ལ་ཕན་ཐོགས་ཡོད་པ་དེ་བཤད་མི་དགོས་བྱས་ཕན་ཐོགས་ཞེ་བོ་ཆེན་པོ་ཡོད་རེད་བླ་ན་མེད་པའི་ཕན་ཐོགས་ཡོད་རེད། དཔེ་འདྲ་བོ་ཆགས་ཆགས་ནས་ཞུས་པ་ཡིན་ན་ང་ཚོ་གར་སོང་བ་རེད། འདི་རིག་སློང་ཚད་ནང་ལ་ང་ཚོ་གར་སོང་བ་རེད། ཡུལ་དུ་ཡུལ་གཅིག་གཉིས་ཀྱི་ནང་ནས་ཡུལ་གྱི་བཀོད་དེ་ར་བ་ཡུལ་དགུ་བཀོད་དེ

པའི་གླང་ཤེས་ཀྱི་ཕན་ཐོགས་ཡོད་རེད། བཞི་བོ་གཅིག་གི་ཕན་ཐོགས་ཆགས་ཡོད་རེད། འདི་དང་པོ་ཞུ་བའི་ཅི་བྱེད། ཡིན་ན་ཡང་ད་གར་སོ་རེད་སྙན་མ་འདི་རག་གི་བློ་འཚེ་རྒྱང་མ་མྱུང་ནས་རྒྱང་མེད་འཇོག་ད་དཔེ་ན་ཆགས་ཤེས་ན་ད་རིང་ནས་མགོ་བཙུགས་ཏེ་ནི་བློ་རིག་གི་ང་ཚོ་གར་སོ་རེད་བློ་འཚེ་གསར་པ་འཇོག་ངེས་དེ་འདྲ་ཡིན་པ་ཡིན་ན་ཡང་ཡང་སྙན་མིག་འདི་རག་གི་བློ་འཚེ་དེ་རྒྱང་མེད་འདི་རྩ་ནས་ད་ལྟ་རིགས་བློ་རིག་ཟེར་ཡ་དེ་ཅི་གོ་གོ་ཡོད་ན་མེད་ན་ཕལ་ཆེར། བློ་རིག་སྦྱངས་པ་ལ་སྡེ་རིག་གི་བློ་འཚལ། ཞེས་ཚར་བ་ངེས་པར་དུ་བརྙན་འདི་འགྲོ་དགོས་རེད་དེ་བརྙན་འདི་མ་སོང་བ་ཡིན་ན། བློ་རིག་རྩ་ནས་མི་ཤེས་པ་དེ་འདྲས་རེད་བས་ཟེར་ན་དེ་འདྲས་ཡང་མ་རེད། དེ་འདྲས་ཡོད་མ་རེད། ད་དེ་འདྲས་ཡིན་པའི་རྩ་ནས་བྱས་ཙང་གནད་འགག་ཆེ་ཤོས་དེ་གར་ཆགས་འདུག་རེད་ཟེར་ན། གསར་དུ་ཕེབས་པའི་ད་སློབ་མ་དང་སུ་གིས་ད་བློ་རིག་གི་སྐོར་ལ།

སྡོད་ལུགས་དེ་ལ་བར་ཏག་བྱང་ཆུབ་ཀྱི་སྡོད་ལུགས་དེ། རྫི་བོ་བྱ་ཡག་གི་དེ་འདྲ་ལ་བར་ཏག་བྱང་ཆུབ་ཀྱི་རི་མོ་གི་སོ་འདྲ་བོ་མེ་ཏོག་ཡིན་ན་འདྲ། ག་རེ་ཡིན་ན་རི་མོ་གི་སོ་འདྲ་བོ་དེ་གར་ཆགས་ཀྱི་ཡོད་རེད་ཟེར་ན། འདི་ར་དང་ལྟ་རེ་ཆགས་ཀྱི་ཡོད་རེད། དེ་འདྲའི་ཡི་གེ་གཙང་མའི་དཔེ་ན་ཆགས་བྱས་ན་སྡོད་ལུགས་ཁོ་རང་གི་སྒྱུ་རྩལ་དེ། སྡོད་ལུགས་ཀྱི་ཆ་ཤས་ཡོངས་སུ་རྫོགས་པ་ལ་ཆགས་ཀྱི་ཡོད་རེད། སྡོད་ལུགས་ཀྱི་སྒྱུ་རྩལ་དེ།

དེ་འདྲའི་ཡི་གེ་གཙང་ནི་ཨ་ནི། ང་རོ་སོ་ད་རི་ཚང་ཉིད་ཀྱི་སྐད་ཆ་བཤད་སྟངས་ནང་བཞིན་བྱས་པ་ཡིན་ན་ཨ་ནི། ང་ཚོ་ཕྱི། ནོམ་བི་གི་ཆུ་བྱི་བར་བ། དེ། སིང་གི་ཚིག་རིགས་རེད། ནང་སིང་གི་ཚིག་རིགས། ནང་སིང་གི་ཐོག་ལ་དཔེ་དེབ་ཞེ་བོ་གཅིག་གི། ཉམས་བཞེས་དང། ཨ་ནི། ང་ཚོ་ལྟ་ཆེད་དཔེ་དེབ་བཞེས་ཚ་བོ། དཔེ་ལོ་སྟོང་ཕྲག་ལྷག་གི་རིགས་ལ་བྱས་ཏེ་བར་བ་ད། དེ་འདྲའི་ཡིག་ཚང་ནང་སིང་གི་ཐོག་གི་ད་ཚིག་རིགས་རེད་ཟེར་ནས་དེ་འདྲའི་སིང་གི་ཐ་སྙད་དེ་སང་གསར་པ་བཏགས་དགོས་བ་རེད། དེ་དངོས་གནས་ཆགས་ཡོད་བ་རེད།

བློ་རིག་ཟིན་ངེས་ཀྱི་བློ་སྦྱོང་མ་བྱས་པ་ཡིན་ན། ཨ་ནི་ང་ཚོ་ཀྱིས་བློ་རིག་གི་བློ་གཞུག་ཏི་ཟབ་མོ་ཤེས་ཡ་དང་སྔགས་ཏི་ཟབ་མོ་ཤེས་ཡ་དང་གཞུང་བཀའ་བའི་སྔགས་ཏི་ཟབ་མོ་ཤེས་ཟེར་ཡ་དེ་མི་སྲིད་པ་རེད་དང་མི་སྲིད་པ་ཡི་སེམས་འཇུག་གོ། བློ་རིག་གི་བློ་གཞུག་དེ་མ་བྱས་པ་ཡིན་ན་མི་སྲིད་པ་རེད། རྒྱུ་མཚན་ག་རེད་ཟེར་ན། བློ་རིག་ཡིན་ན་འདྲ་བཀའ་བའི་སྔགས་ཡིན་ན་འདྲ་གསུང་སྔགས་ཡིན་ན་འདྲ་དེ་གའི་ནང་ལ་འགྲེལ་བཤད་རྒྱག་དེ་ཡ་དེ་གའི་ཡོངས་སུ་རྫོགས་པ་དེ་ཚད་དང་འབྲེལ་བའི་འགྲེལ་བཤད་ཅང་ཅི་ཡོད་མགོ་བོར་བ། ནོ། ཤི་པ་དང་བྲལ་བའི་འདུ་ཤེས་རྐྱང་བྲལ་ཡོད་དུས་ག་ལ། ནི། ཅི། བློ་ཡི་འགྲོ་སྟངས་དང་བློ་ཡི་རྣོ་གཞག་སྟངས། བློ་ཡི་ཡིད་ཡུལ་ཅན་གྱི་སྐོར་དང། བློ་ཡི་ནང་ལ་གཟུགས་བརྙན་གྱི་ཆད་པ་དང། དེ་གའི་དེ་ཅིས་འཕངས། གསལ་པོ་བཅས་ནི་ཁོ། ག་ས། ངོ་བོ་དང། ཞེས་ལས་དང། ནི། དེ་ཡི་ཆེད་ཆེད་དུ་དེ་གའི་དེ་ཅིས། ལོ་ཧ་ཅིས་སོ་མ་ཐོགས་པ་ཡིན་ན། ནི། ད། ཅིས་ལོ་རིན་ཏྲ་བུ་ཅིས་བློ་ཡུལ་བྱེད་པ་ཡིན་ན།

ཁོ་བོས་འདྲ་བོ་ཆགས་བྱས་ནས་ཞུས་པ་ཡིན་ན། དེ་ནི་ང་ཚོ་ག་རེ་བཟོ་གི་རེད། འདི། བློ་རིག་ཡག་པོ་ཅིག་སྦྱངས་མེད་པ་ཡིན་ན། ཨ་ནི་དེ་དཔེ་ག་རེ་བཟོ་གི་ང་ཚོ། ད་དེ་བོད་སྐད་དུ་ནི་ག་རེ་ད་རྒྱ་སྐད་དུ་ནི་ག་རེ་བཤད་པ་ཡིན་ན། ཁྲི་ཏི་ལའོ་ཅེ། ཅེ་ཡང་པུ་ཁ་ན། ག་རེ་ཡིན་ན་ཡང་ཁོ་ག་རེ་བཟོ་གི་རེད་གཞི་བཅིག་གོ་ལ་བྲོ་བ་མང་པོ་ལྷག་བསྡད་ཡ་ཆི། དྲི་བ། དེ་འདྲའི་ཡི་གེ་རྩ་ནི་གར་སོ་བ་ལས་ང་ཚོ། བློ་རིག་གི་གཞི་ཚ་པོ་སྦྱང་དགོས་གནད་འགག་དེ་དེ་ཆགས་ཡོད་རེད། དེ་འདྲའི་རྩ་ངེས་པར་དུ་བློ་རིག་ཡག་པོ་སྦྱང་དགོས་རེད་ད་ད་རིང་ནི། འདི་ཡིན་ཆེས་སྐད་ཆ་བཤད་བསྡད་པ་དེ་བློ་རིག་གི་ཆེས་ཕྱིར་རེད། བློ་རིག་སྦྱང་དགོས་སྦྱིན་སྲེག་གར་རེད་རྒྱུས་པ་གར་རེད་བློ་རིག་སྦྱངས་ན་གར་ཕན་ཐོགས་ཡོད་རེད་མ་སྦྱངས་ན་གར་ནི་གནད་འབའ་ཡོད་རེད། དེ་ནི་དོ་བྱས་ནས། ད་དེ་སྲས་ཐུང་ཐུང་ཅིག་རྣམས་སྡིག་སྒྲིབ་ཞུས་པ་ཡིན་གསུང་ངོ། རྗེ་བཟང། ང་འདྲ་བོ་ཅིག་ཡིན་ན་ཡང་དེ་ནི་ང་ཚོ་ཆེས་རྒྱ་རིགས་ཀྱི་ཕྱི་དྲོ་དེ་ཚོ་ཐུགས་འོང་གི་རྩ་ནི། ཨ་ནི་ཁོ་རང་ཚོ་གི་ད་བློ་ཉིང་བྱེད་སྟངས་ཀྱི་ཐོག་ལ་མཐའ་བཞི་གང་ཅི་ཡོད་རེད་ཟེར་ལ་དེའི་རྩ་ནི། ཅིག་མུན་པོ་གཅིག་གི་ག་རེ་ཡོད་རེད་བས་ཟེར་ན་ཨ་ནི་ང་ཚོ། ཅིག་ནོམ་པ་སངས་རྒྱས་པའི་གཞི་རིམ་གྱི་རེ་བ་ང་ཚོ་སྦྱང་དགོས་ཡ་དེ་གས་དེ་མ་སྦྱངས་ལ་དེ་ནི་ལོ་འཚོ་ཁོ་རང་ཅིག་གསང་སྔགས་སྦྱང་གི་ཡིན་ཟེར་ཡ་གསུང་འདྲ་བོ་དང་ཨ་ནི།

བློ་རིག་ཟིན་ནི་དེ་མ་སྦྱངས་ན། ཆོས་སྔོན་ལ་སྦྱང་གི་ཡིན་ཟེར་ཏེ་ཡང་ཡང་ཡོང་ཡ་མ་རེད། བློ་རིག་མ་སྦྱངས་པ་ཡིན་ན་ཁྱོད་རང་ལོ་རིག་སྦྱང་གི་ཡིན་ཟེར་ཏེ་ཡང་ཡང་ཡོང་ཡ་མ་རེད། བློ་རིག་མ་སྦྱངས་པ་ཡིན་ན་ཁྱོད་བཞུགས་སྐལ་པས་ང་སྦྱངས་ཟེར་ཏེ་ཡོང་སྲིད་གི་མ་རེད། དེ་འདྲ་ཡིན་ཙང་བློ་རིག་མ་མཐའ་དགོས་བ་ཡག་པོ་ཞིག་ཡོང་ངེས་ཅིག་བྱེད་དགོས་རེད་ཟེར་ནས་དེ་འདྲའི་དགའ་བསུ་རེད། དགའ་བསུ་རེད་ད་ངས་ལོང་བསྟན་འདྲ་བོ་དེ་འདྲ་བྱེད་དགོས་བ་རེད། བྱས་ཙང་དེས་ཞི་བ་གཅིག་གི་གནད་འགག་ཆེན་པོ་ཆགས་ཡོད་རེད།

འཚམས་གླིང་གི་མཐུན་བཞུགས་བྱེད་དགོས་ཡ། འཚམས་གླིང་གི་རྟ་དེ་ལ་པའི་ག་སུག་རེད། དྲག་རླུང་ཆེ་གྲས་དེ་མ་ཡག་པོ་ཅིག་འགྲོ་ཐོ་ཡག་ཡོད་དེ་ནི་ཚོགས་ལ་རོགས་པ་བྱེད་དགོས་ཡ། དེ་གནད་འགག་ཆེན་པོ་ཆགས་ཡོད་རེད། ཨ་ནི་ང་རང་ཉིད་ནས་ཡིན་ན་ཡང། ཨ་ནི་ཅིག་འདུན་པ་དང་སྨན་ལོག་དེ་འདྲ་བལྟ་གི་ཡོད། ཡིན་ན་ཡང། ང་ཚོ་ཅིག་འདི་འདྲིས་ཀྱི་ཞག་ཆེན་པོ་ཅིག་འཇུས་སྐྱོང་ཐོག་ཏུ་མ་ཐུག་ཟེར་ཡ་དེ་དགེ་རྒན་སྤྱི་བོ་ལ་རག་ལ་ཡོད་མ་རེད། འདི་དགེ་སྤྲུལ་རྣམ་པ་ཚོ་ལ་རག་ལས་ཡོད་རེད། ང་ཚོ་ནང་གི་གཞོན་ནུ་གར་ཤེས་གོ་བར་ཟེར་ན། འབྲས་བུ་ག་འདྲིས་ཀྱིས་གྲུབ་པ་ཡིན་ན་ཡང་རྒྱུ་རྐྱེན་གཅིག་གི་ཐོག་ནས་འབྲས་བུ་བྲལ་ཡོད་མ་རེད། རྒྱུ་རྐྱེན་མང་པོ་ཚོགས་ནས་འབྲས་བུ་གྲུབ་དགོས་རེད། ང་ཚོ་ཕྱིས་ཕྱིས་གང་ཕྱིས་ག་འདྲིས་བྱས་ནས། མང་པོ་ཅིག་བཏུས་ནས་མང་པོ་ཅིག་ཚོགས་ནས་མང་པོ་ཅིག་སྙོག་རུས་ཀྱི་ཐོག་ནས་གྲུབ་པ་མ་གཏོགས་རྒྱུ་གཅིག་གིས་འབྲས་བུ་བཟང་པོ་ཅིག་ཐུག་ཟེར་དུ་མི་སྲིད་པ་རེད་ཤེས་ན་ག་བ་ཡིན་ན་ཡང། དེ་འདྲ་ཡིན་ཙང་ནི་ཚང་མས་འཐུས་ཚང་མཛད་དགོས་དེ་གལ་ཆེན་པོ་ཡིན།

ཁྱེད་ཅག་གི་གཞུང་དེ་གཞུང་ཁོ་རང་མཛད་པ་པོ་དེ་གང་རེད་ཟེར་དེའི་ངོ་སྤྲོད་གཉིས་དེ་བཞིན་བྱེད་དགོས་དེ་གལ་ཆེན་པོ་ཆགས་ཡོད་ག་ཟེར་ན། ང་ཚོ་ལྗོངས་ཡོངས་ཀྱི་གཞུ་ལུགས་དེ་དེ་འཛིན་མཁན་སུ་ཡིན་དང་འཛིན་མཁན་དེ་ལ་ཡང་ལྗིད་ཐོགས་སུ་མེད་ན། ཁོ་ཡང་རྫོང་རྫོང་ལ་ག་ཟེར་བ་རེད་དེ་དཔེ་ཆ་དེ་དཔེ་དག་པོ་ཡིན་ནམ་མིན་ན། ཏག་ཏག་ཚིག་གི་བདེན་པ་ཡིན་ནམ་མིན་ན།

གར་སོང་རེད། ང་ཚོ་གཅིག་དགེ་ལུགས་པའི་མཁན་པོ་ཟེར་ཅོར་བ་དགེ་ལུགས་པའི་མཁན་པོ་ཟེར་དེ་དང་ང་ཚོ་ཡོངས་ཀྱིས་ས་ཆ་བཀའ་སྤྱི་རྙིང་མ་གི་མཁན་པོ་གཏོགས་སུ་འདྲ་གི་མ་རེད། ས་ཆ་བཀའ་སྤྱི་རྙིང་མ་གི་མཁན་པོ་ཡིན་ན་ཁོ་རང་ཚོ་བློ་གཞུང་ལོ་བཅུ་བཅུ་གཉིས་དེ་འདྲའི་ཡང་ཐོན་ཚར་བའི་རྗེས་ལ་ང་ཚོ་དགེ་བཤེས་ཀྱི་མིང་བཏགས་པ་ནང་བཞིན་གྱི་ནི་ད་དེར་མཁན་པོ་ཟེར་ནས་མིང་བཏགས་གི་ཡོད་རེད། ཡིན་ན་ཡང་དགེ་ལུགས་པའི་ནང་ནས་དེའི་ནང་ནས་ཀྱང་ནི་རྒྱལ་ས་སྲུང་གི་མཁན་པོ་ཟེར་དེ

སྟོན་བཅོ་བརྒྱད་རིན་པོ་ཆེའི་སྙན་ངག་ཞུ་ཡིན་པ། ཁོ་རོ་གི་ཤ་ཚ་བའི་རྗེས་ཤ་ཟེར་དཔོན་ཐབས་རྗེས་སེམས་ལ་རང་བཞིན་ཅན་ནི་པའི་ཚད་དུ་འགྲོ་བ་སྙམ་པ་ཞིག་ནི་ཞུ་མཁན་ཞིག་ཡོད་རེད་བ་དེ་རེད་དེ་ནི་ཉིད་ཀྱི་ཁོ་རང་གི་རྩ་ཡི་བླ་མ་བྱས། དེ་ནི་ཁོ་རང་གི་སློབ་མའི་ནང་ནི། ད་ང་ཚོ་ད་རིང་འདི་ཁ་བརྡ་དེར་འབྲེལ་བ་ཅི་ག་རེ་ཡོད་རེད་ཟེར་ན། ཁོ་རང་གི་དེ་ནི་སློབ་མའི་ནང་ལ་དཔེར་ན་ཆ་བྱས་ན་ང་ཚོ་ད་སློབ་མ་ཀ་དེ་དེ་ཚང་པ་ཁོ་རང་ཞིག་ཡོད་དེ། རྒན་པ་འདི་ནང་ལ་ཡོད་པའི་ད་ཅི་ཁྱད་པར་དུ་སོང་ཁོ་རང་གི་སློབ་མ་མ་བྱོས་པ་མེད་པ་ད་བ་རེད་བ་ཚང་མ་ཁོ་རང་གི་སློབ་མ་ད་བ་ཆགས་ཀྱི་ཡོད་རེད། དེ་ནང་ནི་སློབ་མའི་གཙོ་བོ་དེ་དགའ་ལྡན་ཁྲི་ཚོགས་རྒྱ་བ།

ད་དེ་འདྲས་རེད་དེ་འདྲས་ཡིན་དུས་ཙང་ནི་ད་གར་སོང་རེད། བླ་མ་འདིས་ད་ནོར་ཐ་གཉིས་བརྗེ་བ་དང་དོ་རྒྱལ་མོ་ཞོ་ཨ་འདྲ་བ་དེ་ནོར་ཐ་མང་པོ་ཡོད་རེད་ད་དེ་རིང་ངོས་སུ་དེ་སྲིད་མེད་པ་ཡིན་ཙང་ཞུས་མི་དགོས་ཟེར་བ། ཨ་ནི་ད་ལྟ་ཁོང་གིས་མཛད་བཞག་པའི་བློ་རིག་འདི། དཔེར་ན་ཆ་བཞག་ན་ད་ལྟ་ང་ཚོ་སྡེ་སྲིད་གསུམ་ནི་གྲྭ་ཟུང་བདུན་ཡོད་རེད་སྡེ་ཡོངས་གྲྭ་ཟུང་ཡར་རྒྱག་པ་ཡིན་ན་གྲྭ་ཟུང་བདུན་ཡོད་རེད་གྲྭ་ཟུང་བདུན་གྱི་ནང་ནས་ད་གྲྭ་ཟུང་གསུམ་གྱིས

ཉི་མ་གཅིག་བློ་འཛིན་བྱས་པ་ཡིན། རིགས་སམ་མི་སྲིད་ཀྱི་ང་རང་གི་བསམ་པར་ད། ཡི་བློ་རིག་དེ་དང་གཅིག་འདྲ་བ་ཅིག་འདུག་སོ་སོ་འདྲ་བ་ཅིག་དཔེ་ཆ་གཞན་པ་དང་མ་འདྲ་བ་ཅིག་ནི་ཨང། དེ་འདྲ་ཞིག་བསམ་བློ་འཁོར་གི་འདུག། དེ་ནི་ད་ང་ཚོ་གར་སོང་རེད་ད། དེ་ཡིན་ཤས་ཀྱི་ད་བློ་རིག་གི་ཆེས་ཆེ་བློ་རིག་མཛེས་པ་པི་ནོ་ཐ། ད་དེ་གའི་དེ་སྙན་སྒྲོག་དེ་ད་དེ་རིང་ང་ཚོ་ཨ་ནི་འདི་ན་ལ་བློ་རིག་འགུག་བརྩི་གི་ཡོད་དེ་ད་ནི་ཡང་ངས་གར་སོང་རེད།

དང་གི་ནུབ་ལ་མཆེད་ཁྲི་བདུད་རིགས་ཕྱི་མ་དུ་ཡོད་མ་རེད་བློ་བརྟན་འབྱུང་པོའི་གཡུ་ནི་སྡིག་པའི་གར། རླུང་གཟུགས་དྲག་པོའི་དཔལ་ལ་ཕྱག་འཚལ་ཟེར་ཡ་དེས་མཆེད་ཁྲི་ཆེ། ད་རྩོམ་པ་དོང་ཅན་དེ་གར་ཆགས་འདོད་ཟེར་ན། བློ་རིག་རྣམ་གཞག་ཉིང་ཁུ་ཀུན་འདུས་པ། བློ་མིག་རིག་པའི་སྣང་བ་ཇི་བཞིན་དཔལ་ཟེར་ཡ་དེ་རྩོམ་པ་དོང་ཅན་ཆགས་འདོད་ཟེར་དེ་འདྲ་ཡིན་ཙང། ཚིགས་བཅད་གཅིག་གི་ནང་ནས་ཚིག་གོང་དང་པོ་སྙིང་པོ་དེ་མཆེད་ཁྲི་དང། ཚིག་གོང་ལྷག་མ་སྙིང་པོ་དེ་རྩོམ་པ་དོང་ཅན་ཆགས་འདོད་རེད།

ད་ང་ཚོ་སྤྱིའི་བློ་རིག་སི་ཡ་གི་དེ་འགྲིག་གི་གཞུ་ལུགས་རྩ་ཆེན་པོ་གཅིག་འཛིན་ཡོང་དེ། དེ་ནི་དེ་ལ་ཡང། བར་ཆད་ཡོང་དགོས་བ་རེད། དེ་འདྲ་ཡི་ཙང་ནི་སོ་སོ་གི་གར་སོགས་ད་བློ་རིག་མ་མཛེས་པའི་གོང་ལ། ཨ་ནི་པའི་སོ་སོ་གི་པའི་ཆེས་དད་པ་ཆེ་གི་གི

ཁོ་རང་གི་ལྷ་ཡི་ཆ་ལུགས་ཀྱི་བར་དོ་ནི། མི་ཡི་ཆ་ལུགས་དང་དེའི་འོག་དགེ་སློང་གི་ཆ་ལུགས་བྱས་ནས། ཆོས་ལོག་ལ་མང་ང་ཚོ་སྡིག་གཞི་ངོ་ལ་མང། རྣམ་པ་དེ་ནི་ཕས་ཡོད་ངེས་ཏེ། རྗེ་བཙུན་ཁ་བ་ཆེན་པོས་ཀུན་སོགས་བསྒྲགས་པ་རེད། སེམས་ཀྱི་ཡོད་དེ་རྩ་ནི། ཚིག་གི་སྒོ་ནས་བསྐལ་པ་གང་ཅིའི་ཆེ་བ་རེད་ཟེར་ན། ཁྱོད་རང། དོན་དག་ལ་འཇམ་པོའི་ཡོ་བྱད་དེ་རུ་དེ་ན་ཡང། འཇམ་པོའི་ཡོངས་ཀྱི་ཆ་ལུགས་ཀྱི་བར་དོ་ནི། ཁྱོད་རང་དགེ་སློང་གི་ཆ་ལུགས་བྱས་ནས་ཕན་ཆོག་ཅིག། བླ་མ་བྱི་རོ་བ། ད་པའི་ཚིག་གི་སྒོ་ནས་བསྐལ་པ་གང་ཅིའི་ཆེ་བ་བསྐལ་པ་བྱེ་ཐང་འདྲ་བོ་དེ།

འོང་ཡང། ད་བློ་རིག་མངོན་བྱང་ཉིང་ཁུ་ཀུན་འདུས་པ་བློ་མིག་རིལ་བུས་སྣང་བ་གྱིས་ཤིག་པས་ཟེར་ཏེ་གཙང་བ་གཏོང་འཆར་རེད། རྩོམ་པ་ཏུ་ཅི་བྱེད་དགོས་ཡ་ག་རེ་བྱེད་ན་འདི་ང་ཚོ་གནད་འགག་ཆེན་པོ་ཆགས་བསྡད་པ་རེད་ང་ཚོ་ག་རེ་བྱེད་དགོས་རེད། ལས་ཀ་ག་རེ་བྱེད་པ་ཡིན་ན་ཡང་སུ་སིའི་སེམས་ངན་ན་ལ་བྱེད་འདོད་ཡོད་པ་དེ་དང། མི་མང་པོས་འདི་ལ་གདོང་འཇགས་བྱ་རྒྱུ་དེ་འདྲ་གི་མི་འདུག་ཨ། སུ་སིའི་སེམས་ངན་ན་ནི་ལས་ཀ་དེ་བྱེད་འདོད་ཡོད་ན་ཡང། མི་མང་པོས་འདི་ལ་ངས་འདི་འདྲའི་ལས་ཀ་དེ་བྱེད་གི་ཡིན་ད་ཟེར་གི་གདོང་འཇགས་དེ་བཞག་མེད་ན། ཡོད་མཐའ་ཤེས་མི་ཐུབ་ཡ།

རུ་བ། དང་ད་ཝུ་ཕྲུག་གི་ཨ་བྷི་ད་མ་རྗེས་ལུས་ལྟ་བུ་བྱས་ན་བློ་རིག་ཆགས་ཏེ་འོར་བ། ཡིན་ནའི་ད་དུ་སུག་བཞུ་ཧ་ཅང་གི་རྒྱ་ཆེན་པོ་ཡིན་ཏེ་ལས་དུམ་བུ་ཡི་གང་ཟག། དུ་སུག་གི་དུ་སུག་རྒྱང་ཐོ་གོ་མ་རུ་བ། ཡིན་ནའི་དེའི་ནང་ལ་ཡོད་པའི་བློ་དང་འབྲེལ་བ་ཡོད་པའི་གནད་འགག་ཡོངས་སུ་རྫོགས་པ་དང། བཞུ་དཀའ་བའི་སྔ་ན་བློ་དང་འབྲེལ་བ་ཡོད་པའི་གནད་འགག་ཡོངས་སུ་རྫོགས་པ། རུ་བ། དེ་ནང་བཞིན་ཚད་མ་ནང་འདྲེན་ནས་ཡོད་པའི་བློ་དང་འབྲེལ་བ་ཡོད་པའི་གནད་འགག་ཡོངས་སུ་རྫོགས་པ་སྟེ། ཚེ་འདི་དུས་གཅིག་ནས་བཞུ་ཉུང་ཉུང་གཅིག་ནང་ལ། དེ་ནི། ག་སོགས་པའི་དྲི་ནི་བཞག་པ་ཡིན་ན་ནི་དེ།

གང་ཟག་གཅིག་འདི་ཀ་ལོ། སེམས་དཔའ་སྐུ་གཡུང་པོ། ཨ་ནི་སྣང་བ་སྐྱིད་པོ། ཨ་ནི། ཅེས་ནོ་ཞིག་ཁས་མི་ལེན་ཁྱེད་དང་མ་འདྲ་བ་ཅིག་ནི་ཨ་ནི་པའི་གར་སོགས་རེད། མི། བྱང་སེ་ཡོད་ངེས། དཀའ་ངལ་ལྟོ་ཟིན་འཕྲད་པ་ཡིན་ན་ཡང་ཨ་ནི་དེ་ལ་སྡུག་བསྔལ་སྐྱེ་ཐུབ་ངེས་དེ་འདྲ་ཞིག་གོ་རེད། རྒྱལ་སྲས་གར་ཟེར་ན་ང་རུ་སྟངས་འདི་སང་ཆོས་བྱང་ཤུགས་ཟེར་ཡང་འདི། མི་མོ་མོ་མོ་བོ་རུ་རུ་བྱེད་བྱ་འདུག་གོ་ཚོགས་པ་ཅིག་འདི་ཀ་ལོ་ཀ་ཀ་ལ་ཡང་ཕ་ཚིག།